བོད་ཀྱི་སྙན་གྲགས་ཅན་གྱི་ཆབ་སྲིད་མི་སྣ་ངོ་སྤྲོད། བོད་ཀྱི་བཙན་པོ་གནམ་རི་སྲོང་བཙན། རང་གི་སྐུ་སྲོག་རྒྱལ་ཁབ་ཀྱི་དོན་དུ་དོར་བ། བཙན་པོ་གནམ་རི་སྲོང་བཙན་གྱིས་རྒྱུན་དུ་བོད་ཁམས་འཕེལ་རྒྱས་སུ་གཏོང་བ་ནི་རང་ཉིད་ཀྱི་འགན་དུ་འཁྲི་བའི་ལས་དོན་གཙོ་གནད་ཆེ་ཤོས་ཤིག་ཏུ་ངོས་འཛིན་གནང་གི་ཡོད་པ་མ་ཟད། རྒྱལ་ཁབ་འཕེལ་རྒྱས་ཀྱི་དོན་དུ་རང་གི་སྐུ་སྲོག་གཏོང་དགོས་ཀྱང་ཕངས་སེམས་གཏན་ནས་མི་བརྩད་མཁན་ཞིག་དང། འབངས་མི་སེར་གྱི་བདེ་དོན་ཐོག་དམིགས་བསལ་ཐུགས་ཁུར་གནང་མཁན་གྱི་བཙན་པོ་བྱམས་བརྩེ་ཅན་ཞིག་ཡིན། བཙན་པོ་ཁོང་འབངས་མང་ཚོགས་ལ་ལྷག་བསམ་རྣམ་དག་དང་བརྩེ་བ་ལྷད་མེད་པ་ཞིག་ཡིན་པས་མང་ཚོགས་ཀྱིས་ཀྱང་ཁོང་ལ་མི་དམངས་སྐྱོང་བའི་བྱམས་ལྡན་གྱི་རྒྱལ་པོ་ཞིག་ཏུ་བརྩིས་ཏེ་དད་གུས་དང་ཡིད་ཆེས་ཚད་མེད་ཞུ་བཞིན་ཡོད་པ་རེད། འབངས་མང་ཚོགས་ཀྱིས་བཙན་པོ་ལ་དད་གུས་དང་ཡིད་ཆེས་ཚད་མེད་བྱེད་ཀྱི་ཡོད་པ་འདི་ལ་བརྟེན་ནས་བཙན་པོ་རང་ཉིད་མང་ཚོགས་ཀྱི་རྒྱབ་སྐྱོར་དང་གཞི་རྩ་བརྟན་པ་ཞིག་ཡིན་པའི་སྤོབས་པ་ཆེན་པོ་ཡོང་གི་ཡོད་ཀྱང། མང་ཚོགས་ཀྱིས་བཀུར་བའི་རེ་བ་དང་ཡིད་ཆེས་ནི། བཙན་པོ་རང་ཉིད་ལ་མཚོན་ན་ཐེག་དཀའ་བའི་ཁུར་ཆེན་པོ་ཞིག་ཀྱང་ཡིན་པ་སྨོས་མ་དགོས་པ་རེད། བཙན་པོ་གནམ་རི་སྲོང་བཙན་གྱིས་ཆབ་སྲིད་ཀྱི་དབུ་འཕང་མངོན་པར་མཐོ་ཞིང། སྟོབས་ཤུགས་གཅིག་བསྡུས་ཀྱི་སྲིད་དབང་གསར་འཛུགས་བྱ་རྒྱུའི་དོན་དུ་སྐུ་ཚེ་ཧྲིལ་པོར་འབད་བརྩོན་ལྷོད་མེད་གནང་ཡང། བཙན་པོ་རང་ཉིད་ཀྱི་སྐུ་ཚེའི་རིང་ལ་ཐའི་དགེ་ཕྲན་ཡོངས་རྫོགས་མངའ་འོག་ཏུ་བསྡུ་ཐུབ་པ་བྱུང་མེད། ཡིན་ན་ཡང། ཕྱིས་སུ་བཙན་པོ་རང་ཉིད་ཀྱི་ཤུལ་འཛིན་པ་སྲས་སྲོང་བཙན་སྒམ་པོའི་རིང་བོད་ཆེན་པོའི་རྒྱལ་ཁབ་འཛུགས་པའི་སྐབས། ཡབ་གནམ་རི་སྲོང་བཙན་གྱི་རྨང་གཞི་བརྟན་པོ་བསྐྲུན་པ་འདིའི་གཞི་རྩ་ལ་བརྟེན་ནས་བྱུང་བ་ཡིན་པས། བོད་ཀྱི་མངའ་དབང་དང་སྟོབས་ཤུགས་འཕེལ་རྒྱས་འགྲོ་བར་བཙན་པོ་གནམ་རི་སྲོང་བཙན་གྱི་བསུབ་ཏུ་མེད་པའི་མཛད་རྗེས་རླབས་ཆེན་པོ་ཞིག་བཞག་ཡོད་པ་གསལ་པོ་ཡིན། བཙན་པོ་གནམ་རི་སྲོང་བཙན་གྱི། བོད་ཀྱི་སྔ་མོའི་ཆབ་སྲིད་དང། སྤྱི་ཚོགས་ཀྱི་ལམ་ལུགས་མང་པོ་ཞིག་ལ་བཅོས་བསྒྱུར་མཛད་པ་དང། མངའ་ཐང་རྒྱ་བསྐྱེད་གནང་བའི་ལས་དོན་གྱི་བརྒྱུད་རིམ་ནང། ཐའི་རྒྱལ་ཕྲན་གྱི་མི་སྣ་མང་པོ་ཞིག་ལ་དགྲ་མགོན་གཏིང་ཟབ་བཞག་ཡོད་པ་སྨོས་མ་དགོས་ལ། ནང་ཁུལ་གྱི་བློན་པོ་གསར་རྙིང་དང་ཕྱིས་འབྱུང་མང་པོ་ཞིག་ལ་ཡང། སྒེར་གྱི་ཁེ་ཕན་ལ་ཕོག་ཐུག་འགྲོ་གཞིའི་ཐག་གཅོད་སྣ་ཚོགས་མཛད་དགོས་བྱུང་ཡོད་པ་རེད། དེར་བརྟེན་ཕྱི་ནང་གཉིས་ཀ་ནས་བཙན་པོ་གནམ་རི་སྲོང་བཙན་ལ་སྡང་སེམས་འཆང་མཁན་དང། དགྲ་མགོན་གཙོས་རྒྱུའི་གོ་སྐབས་ལ་ངང་སྒུག་བྱེད་མཁན་མང་པོ་ཞིག་ཡོད་པ་མ་ཟད། ཞི་དྲག་གི་བློན་པོའི་ནང་ཁུལ་ལ་ཡང་ཚབས་ཆེའི་འགལ་ཟླ་དང་ཁེ་ཕན་འཐབ་རྩོད་ཀྱི་རྙོག་འཛིང་སྣ་ཚོགས་ཤིག་འབྱུང་བཞིན་ཡོད་པ་ནི། སྐབས་དེའི་བཙན་པོའི་ཁོར་ཡུག་གི་དངོས་ཡོད་གནས་སྟངས་ཤིག་ཏུ་གྱུར་ཡོད། ལྷིང་འཇགས་མེད་པའི་འགལ་ཟླ་འདི་དག་གིས་བོད་ཁམས་འཕེལ་རྒྱས་འགྲོ་བར་འགོག་རྐྱེན་བྱེད་ཀྱི་ཡོད་པ་མ་ཟད། བཙན་པོ་ཁོང་གི་བདེ་འཇགས་དང། ཐ་ན་སྐུ་སྲོག་ཚུན་ཆད་ལ་ཉེན་ཁ་ཡོད་པ་བཙན་པོ་རང་ཉིད་ཀྱིས་གསལ་པོ་མཁྱེན་གྱི་ཡོད་ཀྱང། བཙན་པོ་རང་ཉིད་ཀྱི་སྐུ་ངལ་དང་སྲོག་གི་ཉེན་ཁ་ལས་ཀྱང་འབངས་མི་སེར་གྱི་བདེ་དོན་གལ་ཆེར་དགོངས་ཏེ། འཇིགས་ཞུམ་དང། བག་འཁུམ་གཏན་ནས་མི་མཛད་པར། ཞི་དྲག་གི་གནང་སྟབས་སྣ་ཚོགས་ཀྱི་སྒོ་ནས་རྒྱལ་ཁབ་ཀྱི་ལས་གཞི་གང་འདྲ་ཞིག་ཡིན་ཡང་དམིགས་འདུན་གྱི་འགོག་རྐྱེན་ལས་བརྒལ་ནས་ཡར་རྒྱས་ཀྱི་ལས་གཞི་མུ་མཐུད་མཇུག་སྐྱོང་མཛད་ཀྱི་ཡོད་པ་རེད། རང་དང་རང་གི་ཕྱོགས་གཏོགས་ཀྱི་ཁེ་ཕན་ཙམ་གཙོ་གནད་དུ་བཟུང་པའི་མི་ཞིག་ལ་མཚོན་ན། རང་དང་རང་ཕྱོགས་རྐྱང་པའི་ཁེ་ཕན་ཙམ་མ་གཏོགས། འབངས་མི་སེར་གྱི་བདེ་དོན་དང། རྒྱལ་ཁབ་ཀྱི་ཕུགས་རྒྱང་རིང་པོའི་ལས་དོན་ཟེར་བ་ནི། ཁོ་ཚོར་རིན་ཐང་གཏན་ནས་ཡོད་པ་ཞིག་མིན་ལ། དེ་ནི། ཁོ་ཚོས་ལས་དོན་གལ་ཆེན་པོ་ཞིག་ལ་ཚོར་མི་སྲིད་པ་མ་ཟད། སྤྱི་མཐུན་ཁུར་དུ་འཁྱེར་བའི་སྐྱེས་བུ་རླབས་ཆེན་དག་གི་ལས་དོན་ལ་འགོག་རྐྱེན་བྱ་བ་དང། ཐ་ན་ཁོང་ཚོའི་སྐུ་སྲོག་ལ་དོ་བའི་ལས་ངན་བརྩམས་པར་ཡང་འཚེར་སྣང་གཏན་ནས་བྱེད་ཀྱི་མེད། སྐྱེ་བོ་ཐ་ཤལ་བ་དེ་རིགས་ཀྱིས་གཏན་ནས་གུ་ཡངས་དང་བཟོད་བསྲན་བྱེད་མི་ཐུབ་པ་ནི། རང་ཉིད་ཀྱི་ཁེ་ཕན་ལ་དོ་ཕོག་གཏོང་བའི་གང་ཟག་དང་དེའི་བྱ་གཞག་ཡིན་པས། རང་གི་ཁེ་ཕན་རྟ་རྔ་ཙམ་ལ་དོ་ཕོག་འབྱུང་ཉེན་མཐོང་ཚེ། དུས་ཡུན་སྐད་ཅིག་ཙམ་ཡང་བཟོད་བསྲན་མི་ཐུབ་པར། དེ་མ་ཐག་ཤི་འཐམ་རོ་འཐམ་གྱི་འཐབ་རྩོད་དང་རྒོལ་བ་བྱེད་ངེས་པ་ཡིན། འདི་ནི་རང་དོན་རྐྱང་པ་བསམ་པའི་མི་བློ་རྒྱ་ཆུང་བ་མང་ཆེ་བའི་བྱ་སྤྱོད་ངོ་མ་དེ་ཡིན་ལ། གནམ་རི་སྲོང་བཙན་གྱི་བློན་པོའི་གྲས་ན་ཡོད་པའི་མི་ངན་དེ་རིགས་ཀྱིས་ཀྱང། བཙན་པོ་གནམ་རི་སྲོང་བཙན་གྱིས་འཆར་འགོད་གནང་བའི་རྒྱལ་ཁབ་ཀྱི་ལས་གཞི་ཆེ་ཕྲ་མང་པོ་ཞིག་ལ་དངོས་ཤུགས་བརྒྱུད་གསུམ་ནས་འགོག་རྐྱེན་བྱེད་ཀྱི་ཡོད་པ་རེད། སྒེར་སེམས་ཅན་གྱི་བླུན་པོ་ཐ་ཤལ་བ་དེ་དག་གིས་འགོག་རྐྱེན་ཇི་ཙམ་བྱས་ཀྱང། བཙན་པོས་རང་དོན་ཁོག་ཏུ་འཇུག་མཁན་གྱི་བླུན་ངན་ཚོར་མཐའ་གཅིག་ཏུ་རྒོལ་བ་བྱས་ཏེ། ཁོ་ཚོའི་མངོན་འདོད་གཏན་ནས་འགྲུབ་འཇུག་གི་མེད་པས། རང་གི་ཁེ་ཕན་རྟ་རྔ་ཙམ་ལ་འཐམས་པའི་བླུན་ངན་དེ་དག་གིས། གནམ་རི་སྲོང་བཙན་ནི་ནམ་ཡང་རང་ཅག་ལང་དུ་མི་འཇུག་པའི་གཉའ་ནས་གནོད་མཁན་ཞིག་ཡིན་པས། ཁོ་མེད་ཐབས་མ་ཆད་ན་ང་ཚོའི་མི་ཚེ་འབྱོར་ཕྱུག་ལྡན་པ་ཞིག་ཡོང་མི་ཐུབ། ཅེས་ཟེར་ནས་བོད་ཀྱི་བཙན་པོ་གནམ་རི་སྲོང་བཙན་ལ་ལྐོག་ཏུ་དུག་ཕུལ་ཏེ་སྐུ་བཀྲོངས་པ་རེད། བཙན་པོ་གནམ་རི་སྲོང་བཙན་གྱིས་བོད་མི་རིགས་ཀྱི་དོན་དུ་སྐུ་ལས་ཇི་ཙམ་བསྐྱོན་ཡོད་མེད་ཁོང་ཚོས་མ་ཤེས་པ་མིན་སྙམ། སྒེར་སེམས་ཅན་གྱི་མི་འདིའི་རིགས་ལ་མཚོན་ན། རང་གི་དམིགས་འདུན་གྱི་ཁེ་ཕན་ལ་གནོད་པའི་གང་ཟག་ཅིག་ཡིན་ཚེ། མི་དེ་ནི་བསམ་སྤྱོད་ཇི་ཙམ་ལེགས་ཀྱང་རུང། སྤྱི་པ་ལ་ཕན་པའི་ལས་དོན་གང་འདྲ་ཞིག་བྱས་ཡོད་ཀྱང་འདྲ། འཇིག་རྟེན་དུ་གསོན་པོར་གནས་མི་ཆོག་པའི་མི་ངེས་ཅན་ཞིག་ལས་མཐོང་མི་སྲིད་ལ། མི་དེ་རིགས་མེད་པར་བྱ་རྒྱུར་ཁོང་ཚོར་མཚོན་ན་སྙིང་རྗེ་དང་ཕངས་སེམས་གཏན་ནས་མེད། འདི་ནི་སྔོན་དང་ད་ལྟའི་དུས་ཀྱི་མི་ཐ་ཤལ་བ། རང་དོན་རྐྱང་པ་ལས་བསམ་རྒྱུ་མེད་མཁན་ཚོའི་བསམ་བློ་གཏོང་སྟངས་དང་ལས་དོན་སྒྲུབ་སྟངས་ཤིག་ཡིན།